དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་བོད་ཟླ་གསུམ་པའི་བོད་ཚེས་གཉིས་དང་ཕྱི་ལོ་ཉིས་སྟོང་ཉིས་སབས་ཤེས་སྤྱི་ཟླ་བཞི་པའི་ཕྱི་ཚེས་བཅུ་གཟའ་ལྷག་པ། དེ་རིང་ངའི་རྣམ་པ་ཚོ་ལ་ཡང་བཀའ་མོལ་ཞུ་ཡག་གི་བརྗོད་གཞི་དེ་སྤྱིའི་འདོན་ཐེངས་གཉིས་པ་དང། ད་ཅིག་བཀའ་མོལ་ཞུ་ཡག་གི་བརྗོད་གཞི་དེ་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་དེ་གལ་ཆེ་ཆུང་ག་ཚོད་ཚོད་ཡིན་མེད། གཙོ་བོ་དེ་སྐོར་ལ་ཡང་ཞུ་ཡག་ཡིན་ད་གང་ལྟར་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་བྱོས་རོགས་འོ་དེ་གལ་ཆེན་པོ། ང་རས་ལྟ་སྟངས་འདྲ་པོ་ཞུས་པ་ཡིན་ན་གལ་ཆེན་པོ་མཐོང་གོ་ཨ་རོ་ད་དེ་གལ་ཆེན་པོ་ག་འདྲའི་ཆེ་ནི་རེད་ཤག་ཨོ་གཙོ་བོ་འདིའི་སྐོར་ལས་ཞུ་ཡ་ཡིན་ད་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་ཆོས་རོ་བ་བན་ད་བྱམས་ཆོས་དུས་ཟ་དུས་ཚ་ན་རོ་ཚོད་ད་ཚོད་དུས་ཚོད་ཡོད་རོ་བ་ཡིན་ཅི་སྐད་ནས་ཞུས་པ་ཡིན་ན Time ལ་གྱུར་བ TIME Time ད་ན་ཤིང་གི་ད་བྱམས་ཆོས་དུས་ཟ་དུས་ཚ་སྐྱེ་གུ་ཚིག་ག་ཚ་ཚིག་དུས་ཚིག་བྱེད་བྱེད་ཡང་བྲིས་ཐང་མི་འདྲ་བ་གཉིས་འདྲ་པོ་ཞིག་ཡོང་བསྡད་ཀྱི་འདུག་ད་དེ་གཉིས་དུས་ཚིག་དང་དུས་ཚོད་གཉིས་གཅིག་པ་འདྲ་ཅི་མིན་འགྲོ། འདི་ཞེས་ད་དེ་དེར་ངས་རིང་པོ་རིང་པོ་བཞུགས་མ་དགོས་བ་ཅེས་དཔེ་དང་སྦྲགས་ནས་འགའ་ཤས་བཞུགས་ཀྱིན་རོ། དེ་ཡིན་དུས་དེང་སང་གི་ད་གཞོན་སྐྱེས་མང་ཆེ་བ་ཅིག་ལ་ཡང་སྐད་ཆ་གནད་འགག་རྡོག་རྡོག་དེ་གས་དེ་བཤད་དགོས་ཀྱི་འདུག་སོང་ཙང་ངས་གནད་འགག་རྡོག་རྡོག་དེ་གས་དེ་མ་བྱེད་ཞུས་ཆོག་བ་བྱས། དེ་ནས་ད་འདི་པར་རུ་དེ་ལ་ཡང་ཟླ་བ་གཅིག་ལྷག་ཟེར་བྱས་སོ་སོ་སྒེར་གྱི་ལས་དོན་རེད་དག་ནང་བཞིན་སོ་སོ་རང་ཉིད་དེ་སློབ་པ་སློབ་གཉེར་བྱེད་ས་གི་ཁམས་ཚན་ནང་ལོ་ཨོམ་རྩེད་ཁེལ་ཡ་རེད་དེ་འདྲས་ཀྱི་རྐྱེན་པས་དེས་རྒྱུ་རིང་པོ་འདྲ་ཞིག་བཅག་ཚུགས་མ་སོང་ཨ་འདི་ལ་ཡང་ཚང་མ་ལ་ཡང་སྙིང་ཐག་པ་ནས་དགོངས་སེལ་ཞུ་ཡ་ཡིན། སྤྱི་དང། ད་སོ་སོ་རང་ཉིད་གདན་ས་ཆེན་པོ་སྤྱི་ནང་བསྡད་ནས་སློབ་པ་སློབ་གཉེར་བྱེད་མཁན་ཅིག་ཡིན་པའི་ཆ་ནས་བཤད་པ་ཡིན་ན་ད་ཆོས་ར་ཅིག་ཡག་ཚོགས་ཚ་དུས་དྲིལ་ལ་ཚ་བོ་འདྲ་བོ་ཆགས་ཀྱི་འདུག་ལའང་ད་མ་འོངས་པ་ངེད་ཀྱིས་བདུན་ཕྲག་རེའི་ནང་ལོ་རེ་རེ་འདྲ་བོ་ཇི་ལྟ་གང་འདུག་ཅི་འདུག་བཅར་ཐུབ་ཡག་གི་འབོད་བརྩོན་ཞུ་གི་ཡིན། དུས་ཚོད་དེ་ཡང་གཟའ་ཉི་མ་དང་ཟླ་བ་གང་རུང་ཅིག་ལ་ཡག་བཅར་ཐུབ་ཡག་གི་འབོད་བརྩོན་ཞུ་གི་ཡིན། གཟའ་ཟླ་བ་དེ་ང་ཚོ་གུང་སེང་ཆགས་དགོས་རེད་གཟའ་ཉི་མ་དེ་གཟའ་ཟླ་བ་གུང་སེང་ཡིན་དུས་ཁོ་རང་བཞིན་གྱིས་ཅིག། ཏི་ཡས་ཁོ་ཡང་པོ་དང་ལྷོད་ལྷོད་འདྲ་བོ་ཆགས་དགོས་ར་སོང་ཙང་འདི་བྱེད། ད་དེ་ནས་ངས་དེ་རིང་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་དེ་དཔེ་མཚོན་དང་སྦྲགས་ནས་ག་འདྲེས་ཞུ་ཡག་གི་འདོད་པ་བྱུང་སོང་བྱས་ནས་ཞུས་པ་ཡིན། ཨང་དང་པོ་དེ་ལ་ཡང་ངས་ག་རེ་ཞུ་འདོད་བྱུང་ཟེར་ན་སོ་སོ་རང་ཉིད་ད་ང་རང་ཚོ་མང་ཆེ་བ་ད་བོད་རིགས་སྤུན་ཟླ་བརྒྱ་ཆ་བརྒྱ་ན་བརྒྱ་ཆ་དགུ་བཅུ་གོ་དགུ་ཚོ་ད་ནང་པ་སངས་རྒྱས་པ་ཆགས་དུས་གོ་རོ་ནང་པ་སངས་རྒྱས་པ་ཅན་པའི་ཆ་ནས་བཤད་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་མ་བརྩིས་མཁན་སུ་གང་ཡོད་མ་རེད་སུ་ཡིན་པ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ད་ཡོད་ན་མེད་ན་བརྩི་དགོས་བ་རེད་ད་རོ། དེ་འདྲས་ཡིན་དུས་ཙང་མ་ལ་ཡ་ང་ནི་ཅིག་མང་ཆེ་བ་གི་ད་ལྟ་དཔེ་ན་ས་ག་ཟླ་བ་ལ་འདྲ་བུ་ཆ་བཞག་པ་ཡིན་ན་ཨང་ཅིག་ནམ་རྒྱུན་ཤ་ཆོས་མཁན་ཡིན་པ་ཡིན་ན་ད་ཤ་ཟེར་བོ་ར་སོལ་ཀྲུང་ཟེར་ནས་འདྲ་འདུག་ད་ག་ནར་ནམ་རྒྱུན་ཤ་ཆོས་མཁན་ཡིན་ན་ས་ག་ཟླ་བ་ཟླ་བ་གཅིག་ཤ་སྤང་ཡག་དང་ད་ན་ཞིང་ཟླ་བ་གཅིག་མ་བྱུང་པ་ཡིན་ནས་ཡང་ཚེས་པ་གཅིག་ནས་བཅོ་ལྔ་ཚེ་བར་དུ་སྤང་ཡག་དང་དེ་མ་བྱུང་པ་ཡིན་ནས་ས་ག་ཟླ་བ་ཚེས་པ་བཅོ་ལྔ་གཅིག་པུ་གཅིག་ལ་ཡང་ཤ་སྤང་ཡག་གི་ཐབས་ཤེས་བྱེད་ཡག་ད་སྣང་དེ་ཀྱི་མང་པོ་ཡོད་རོ་རོ། དག་ན་ཤིང་གི་ས་ག་ད་བ་ལ་ནམ་རྒྱུན་དང་མ་འདྲ་བ་གཅིག་ཀྱ། ཆོས་མཆོག་གི་ཐོག་ནས་ཨང་གཅིག་དགེ་རྩ་ཟ་ཡ་རེད་མཆོད་འབུལ་བྱེད་ཡ་རེད་སྐྱོ་ད་སྐྱོ་ཡ་རེད་འཛིན་གྲ་སོ་སོ་སྐྱོ་ད་སྐྱོ་ཡ་རེད་ཁམས་ཆེན་སོ་སོ་ལ་ཡ་སྐྱོ་ད་སྐྱོ་ཡ་རེད། དྲང་ངེས་ལེགས་བཤད་སྙིང་པོ་དང་གཅིག་རྟེན་འབྲེལ་བསྟུན་པ་དང་དག་ན་ཤིང་གི་གཞུང་ཆེན་ཁག་གི་རྩ་བ་ལ་སོགས་པ་འདི་འདྲ་སྐྱོ་ཡ་ལ་སོགས་པ་དག་མང་པོ་ཆུ་བོ་ཆེ་སྣང་གོ་རོ། འདི་གས་དེ་སྣང་བ་ཡིན་ན། ང་རང་ཚོ་གི་སུ་སུ་དང་སུ་ཡིན་པ་ཡིན་ནའི་གར་སི་གོར་སི་ལབ་པ་ཡིན་ན་ནམ་རྒྱུན་དང་མ་འདྲ་བ་ཨ་ནི་དགེ་རྩ་ཆེན་པོ་བསགས་ཀྱི་རེད། གང་ཡིན་ཟེར་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ཨ་ནི་གཅིག་གི། ས་ག་ཟླ་བ་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་མཛད་བསགས་ཀྱི་ཟླ་བ་ཡོད་ན་མེད་ན་ཅིག་ཆགས་དགོས་རེད། རྒྱུ་མཚན་དེ་ལ་བརྟེན་ཆེད་ཨ་ནི་གཅིག་དགེ་རྩ་བསགས་ཡ་གི། ད་དགེ་རྩ་བསགས་ཀྱི་རེད་ཅེས་ཅེས་བསྡུ་བྱས་ནས། ཚང་མ་ལོག་གི་ད་ཁ་གཅིག་གྲག་འདྲ་བོ་ཤེས་གོ་ར་བ། དེ་འདྲ་ཡིན་དུས་ཚང་མ་ལ་ཡང་ད་དུས་ཚོད་དཔེ་འདྲ་བོ་ཆ་བཞག་པ་ཡིན་ན་ས་ག་ཟླ་བ་ག་དུས་རེད་ཟེར་ན་ཧ་མ་གོ་དོ་སྣང་འཁོར་བ་མེད་པ་ཡིན་ན་ས་ག་ཟླ་བ་ལ་ཨ་ལེ་དགེ་རྩ་ས་ཡ་གི་སྐུ་བཞི་རྩ་འཁོར་བ་མི་འདུག་ཨ་ལེ་དང་པོ་ས་ག་ཟླ་བ་ལ་དགེ་རྩ་སང་ཉིན་དྲུག་པ་ལ་ཡ་ཨ་ནི་ས་ག་ཟླ་བ་དེ་ག་དུས་རེད་ཨ་ནི་ས་ག་ཟླ་བ་དེ་གཅིག་དུས་ཚོད་དེ་ག་རེ་གི་དུས་ཚོད་རེད་ར་བ་དེ་ཧ་གོ་བ་བྱེད་དགོས་ཡ་དེ་དཔེ་གནད་འགག་ཆེན་པོ་ཆགས་འདུག་ཨ་དཔེ་འདྲ་བོ་ཆ་བཞག་ན་ས་ག་ཟླ་བ་དེ་ད་གཅིག་དཔེར་ན་སངས་རྒྱས་བཅོམ་ལྡན་འདས་ཚེས་པ་བརྒྱད་ལ་ཡང་སངས་རྒྱས་བཅོམ་ལྡན་འདས་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་ཡ་གི་མཛད་པ་དང། དག་སྣང་ཞིང་གི་ས་ག་ཟླ་བའི་ཚེས་པ་བཅོ་ལྔ་འདྲ་བོ་ཆར་ཞོད་པ་ཡིན་ན་དུས་ཆེན་གསུམ་ཚོམ་ཁྱེད་གུ་བོར་བ། སངས་རྒྱས་པ་དང་མྱ་ངན་ལས་འདས་པ་དང་ཡུམ་གྱི་ལྷུམས་སུ་ཞུགས་པ་འོང་དེ་འདྲའི་གི་དུས་ཚོད་ཁྱེད་གུ་བོར་བ། འདི་སྐད་དུ་དུས་ཚོད་དེ་ག་དུས་རེད་ཟུར་ན་ཧྲག་ཧྲག་སེམས་ཁ་ཐུག་ལ་ཡ་ཡོད་ཀྱིན་སོ་སོ་ཡེ་ནས་བློ་ལ་ངེས་ཡ་ཡོད་ཀྱིན་འོ་དེ་འདྲའི་བློ་ལ་ངེས་པ་ཡིན་ན་ཨ་ནི་མ་འོངས་པ་སོ་སོ་ཅིག་ས་ག་ཟླ་བ་ད་ཅིག་ས་ག་ཟླ་བ་གིས་མཚོན་པའི་ད་ཨ་ནི་ཅིག་དགུ་པ་ལྷ་བབས་དུས་ཆེན་ཡིན་ནས་འདྲ་འདུག་དྲུག་པ་ཚེས་ཤེས་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འཁོར་བསྐོར་ཡག་གི་དུས་ཚོད་ཡིན་པ་འདྲ་འདུག་ད་དུས་ཚོད་དེ་ག་དེ་བློ་ལ་ངེས་པ་ཡིན་ན་དུས་ཚོད་དེ་མ་ལས་གོང་ལས་ཡག་སོ་སོ་ངེས་ནས་ཆོས་ཕྱོགས་ཀྱི་དུས་ཚོད་རྩ་ཆེན་པོ་འདིའི་ཉིན་མོ་དེ་ལ་ཡག་ཆོས་ཕྱོགས་ཀྱི་ཐོག་ནས་ལས་འགུལ་ག་འདྲི་སྤེལ་གྱིན་ཡོད་ཆོས་ཕྱོགས་ཀྱི་ཐོག་ནས་ཨ་ནི་ཅིག་བྱ་བ་ག་རེ་བསྒྲུབ་ཡག་ཡིན་པ་སོ་སོ་སྔ་ས་ས་ནས་གྲ་སྒྲིག་བྱེད་ཡག་གི་ཁྱད་པ་ཡོད་རོ་བ་འོང་འདི་བྱེད། འདི་འདྲའི་བྱས་པ་ཡིན་ན་ད་གང་ལྟར་ང་རང་ཚོ་ཅིག་དུས་ཚོད་གཙང་ཆེན་པོ་དེ་ཚོའི་ནང་ལོགས་ལ་ཡང་དགེ་རྩ་དེ་འདྲའི་དམིགས་བསལ་ཅན་གྱི་དགེ་རྩ་དེ་འདྲའི་བསགས་པ་ཡིན་ན་ཅིག་ད་དངོས་གནས་ཅིག་ང་རང་ཚོ་ཆོས་བྱེད་མཁན་ཅིག་དཔེར་ན་སློབ་པ་སློབ་གཉེར་བྱེད་མཁན་ཅིག་ངོས་ནས་བཤད་པ་ཡིན་ན་ཅིག་བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་གཉིས་འགུག་དགོས་ར་ལ་གོ་ར་དེ་ཡིན་དུས་ཚང་མ་ལ་བསོད་ནམས་ཀྱི་ཚོགས་བསགས་ཡ་གི་ད་ཅིག་གོ་སྐབས་བཟང་ཤོས་འདྲ་བོ་བྱ་དགོས་ར་དེ་ཡིན་དུས་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་དེ་གལ་ཆེན་པོ་གནད་འགག་རྡོག་རྡོག་ཤོས་པ་ཡིན་ན་འདུག་སེ་ཞུ་ཡ་ཅིག་བྱེད་ར།

དེ་འདྲ་ཡིན་དུས་ཙམ་མ་ལ་ཡང་ཁྱོད་རང་དགེ་སློང་ག་དུས་བསྒྲུབས་པ་ཡིན། དགེ་སློང་སྡོམ་པ་ག་དུས་བསྒྲུབས་པ་ཡིན་ག་དུས་ཐོབ་སོང་སྡོམ་པ་ག་དུས་ཐོབ་སོང་ཞེས་ཞུས་པ་ཡིན་ན། ཨ་ནི་བུ་དགེ་སློང་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་ལྔ། བུ་ཟླ་དང་པོའི་བུའི་ཚེས་བཅུ་གཉིས་ཕྱི་ལོ་ཉིས་སྟོང་བཅོ་བརྒྱད་སྤྱི་ཟླ་གཉིས་པའི་ཚེས་ཉིན་སྲབ་བདུན་གཟའ་མིག་དམར་ཆུ་ཚོད་བཅུ་དང་སྐར་མ་ལྔ་བཅུ་ང་བཞི་ལ་དགེ་སློང་སྡོམ་པ་ཐོབ་སོང་ཟེར་ཡག་འདྲ་བོ་དག་ནང་བཞིན་གྱི་ཨ་ནི་ཉིས་སྟོང་བཅུ་གྱི་སྤྱི་ཟླ་བཅུ་པའི་ཚེས་ཉིན་སྲབ་བརྒྱད་ཉིས་སྟོང་བཅུ་གྱི། ཉིས་སྟོང་བཅུ་སྤྱི་ཟླ་གསུམ་པ་གྱི་ཕྱི་ཚེས་ཉི་ཤུ་རྩ་བརྒྱད་གཟའ་ཉི་མའི་ཉིན་མོ་དེ་ལ་ཡང་དགེ་ཚུལ་བསྒྲུབས་པ་ཡིན་ཟེར་ཡག་འདྲ་བོ། འོང། དེ་འབྲེལ་གྱི་ད་དུས་ཚོད་དེ་བློ་ལ་ངེས་པ་ཡིན་ན་ཡང་སོ་སོ་གི་རྒྱའི་ཚོགས་ལུང་གི་སྒྲུབ་ཡག་གི་དུས་ཚོད་དེ་ད་རྩ་ཆེན་པོ་ཞུ་བ་ཡིན་དུས་དེའི་ཉིན་མོ་དེ་ལ་ཡང་དམིགས་བསལ་གྱི་ཨ་ནེ་གཅིག་མཆོད་འབུལ་བྱེད་ཡ་དེའི་ཉིན་མོ་དམིགས་བསལ་གྱི་དགེ་རྩ་གཅིག་གར་ཞུ་བ་དང་ཆོས་ཕྱོགས་གི་ཐོག་ནས་བྱ་བ་ག་འདྲེ་ཅིག་བྱེད་པ་ཡིན་ན་ཡང་ཁོ་ནམ་རྒྱུན་དང་མ་འདྲ་བ་ཅིག་ཁོ་དགེ་རྩ་ཟ་ཡ་ཡོད་པ་དེ་བརྒྱ་ཆ་བརྒྱ་ཐམ་པ་བྱ་དགོས་བར་བ་འདི་བྱེད་ད་ན་ཤིང་སོ་སོ་བླ་མ་དགེ་བའི་བཤེས་གཉེན་དེ་འདྲེ་ཡིན་པ་ཡིན་ནས་ད་ཅིག་དགེ་བའི་བཤེས་གཉེན་ག་འདྲེ་ཅིག་ཡིན་པ་ཡིན་ནས་ཐ་མ་དེ་ལ་ཡང་གོམ་པ་རྩོད་ཡག་གི་མྱ་ངན་ལས་འདས་ཡག་གི་མཛད་པ་དེ་མཛད་ཡ་ཡིན་བར་བ་འདི། མྱ་ངན་ལས་འདས་ཡག་གི་མཛད་པ་འདི་ཚོ་ཨ་ནི་ག་དུས་རེད་སོ་སོ་དུས་ཚོད་འདི་ཚོ་བློ་ལོ་ངས་ད་ན་ཞིག་སོ་སོ་དགེ་བའི་བཤེས་གཉེན་གྱི་ཨ་ནི་ཅིག་སྐུ་ཚེའི་ནང་ལོ་ལ་ཡ་མཛད་པ་ཁྲི་ལས་དམིགས་བསལ་ཅན་བསྐྱངས་ས་འདི་འདྲ་ཡིག་ལ་ཡ་ཨ་ནི་ཅིག་དུས་ཚོད་འདི་ཚོ་བློ་ལ་ངས་བྱས་ཨ་ནི་དུས་ཚོད་ད་ག་རང་འདིའི་ཉིན་མོ་འདི་ལ་ཡ་སོ་སོ་ངོས་ནས་མཆོད་འབུལ་བྱེད་ཡ་དགེ་རྩ་བཟའ་ཡ་སྨོན་ལམ་རྒྱ་ཡ་ག་རེ་བྱེད་པ་ཡིན་ནས་ཁོ་ནམ་རྒྱུན་དང་མ་འདྲ་བ་ཨ་ནི་ཅིག་དོན་དག་ཡིན་ནས་བསྒྲུབ་ཡ་སྨོན་ལམ་བརྒྱབ་ནས་བསྒྲུབ་ཡ་ཨ་ནི་སོ་སོ་ཡིན་ནས་ནམ་རྒྱུན་དང་མ་འདྲ་བ་དགེ་རྩ་བཟའ་ཡ་ཡོད་པ་དེ་བརྒྱ་ཆ་བརྒྱར་བ་པའི་འགྲོ་ཀུན་ཕྱག་ཆེན་ས་ག་ཟླ་བ་ལ་ངས་ད་གིན་གོང་དུ་ཞུ་བ་ན་ཤེར་བ་ས་ག་ཟླ་བ་དེ་འདི་འདྲའི་འགྲོ་ཡ་ཡིན་ན་སོ་སོ་དགེ་བའི་བཤེས་གཉེན་གྱི་ཨ་ནེ་གཅིག་གིས་དུས་ཚོད་རྩ་ཆེན་པོ་དེ་ལ་འགྲོ་ཡ་ཡིན་པ་དེ་བརྒྱ་ཆ་བརྒྱ་ཐམ་པ་རེད་བསམ་གྱི་འདུག་རོ་གང་ཡིན་ཟེར་ན་ང་ཚོ་སོ་སོ་དགེ་བའི་བཤེས་གཉེན་དེ་སངས་རྒྱས་དངོས་ཀྱི་འདུ་ཤེས་བཞག་དགོས་རེད་གསུང་གི་འོ་རོ། དཔེར་ན་ལམ་རིམ་འདི་ཚོ་ནང་ལོགས་ཡོང་གི་འདུག་ཨ། གཅིག་དགེ་བའི་བཤེས་གཉེན་དེ། ཡོན་ཏན་སངས་རྒྱས་དང་མཉམ་པ་ཡིན་ན་ཡང་བཀའ་དྲིན་སངས་རྒྱས་ལ་ལྷག་པ་རེད། ཅེས་ཅེས། ལམ་རིམ་གྱི་དཔེ་ཆ་དེབ་འདི་ཚོ་ནང་ལ་ཡོང་གི་འདུག་ཨ། སོང་ཙང་ཨ་ནེ་འདི་ཚོ་དུས་ཚོད་ཉན་དགོས་བྱེད་དགོས་ཡ་དེ། གནད་འགག་འདུག་བྱས་ནས་ཆགས་ཀྱི་འདུག་བྱས་ནས་ང་རེའི་ལྟ་སྟངས་འདྲ་པོ་ཞུ་བ་ཡིན་ན་འདུག་ཞུ་ཡ་གཅིག་བྱས་ད་ནང་བཞིན་ངས་འདི་ཏེས་སྙན་པོ་འདྲ་བརྗོད་འདི་གཅིག་ཞུ་བཞག་ན་ཡག་པོ་ཡིན་ས་དྲན་སོང་ལ། ད་ལྟ་ང་ཚོ་སློབ་གཉེར་བ་བཅས་ཡིན་པའི་ཆ་ནས་ད་ང་ཚོ་དཔེ་ཆ་ལྟ་དགོས་རེད་ལུང་འདི་ཚོ་མང་པོ་མངོན་དགོས་རེད་རོ་ཨ་དེ་ཡིན་དུས་ཙམ་མ་ལ་ཡ། ནས་དཔེ་ཆ་ཤར་ན་ཆོས་ར་ནང་འགའ་ཤས་ཀྱི་ལུང་དྲངས་པ་ནས་ཡང་ཆོས་གྲོགས་འགའ་ཤས་ཀྱིས་ཁས་ལེན་དགོས་མ་རེད་པ། དེ་ཡིན་དུས་ཙམ་མ་ལ་ངས་ཅིག་དཔེ་འདྲ་བོ་ཆ་བཞག་ན་ད་ལྟ་ལུང་འདྲ་བོ་ཆ་བཞག་པ་ཡིན་ན། དེ་ཡང་སྔོ་ན་སྔོ་ཆད་ཆོས་ཆད་རང་རེ་ཡོད་དོ་དྲན་པ་ཡོད་པའི་ཕྱིར་ཞེས་ནས་བསྒྲུབ་པར་བྱ་བ་མ་ཡིན་ཏེ་ལྟ་ཆོས་གཉིས་ལྡན་གྱི་མཐུན་དཔེ་མ་གྲུབ་པའི་ཕྱིར། དེ་ལུང་དེ་ག་བ་ཡོད་རེད་ཟེར་ལབ་པ་ཡིན་ན། དེ་ལུང་དེ་སུས་གསུངས་བ་རེད་ཟེར་ལབ་པ་ཡིན་ན། རྒྱལ་བ་དགོས་འདོད་དྲུག་གིས་གསུངས་བ་རེད། ག་བ་ཡོད་རེད་ཟེར་ཕྱིན་ཞུས་པ་ཡིན་ན་ཚད་མ་རིགས་རྒྱན་ཤོག་གྲངས་བརྒྱད་ཅུ་ལ་ཡོད་རེད་ད་ཁ་ཐུག་ལ་ཡོད་ཀྱི་དེ་འདྲའི་ལབ་པ་ཡིན་ན་ཁེ་ཕན་གར་འདུག་ཟེར་ཕྱིན་ཞུས་པ་ཡིན་ན་མ་འོངས་པ་ལུང་དེ་སྔོག་དགོས་ཕྱིན་པ་ཡིན་ན་དཀར་ཆག་ནག་ལོ་སྟེ་ཨ་ནི་ཡ་ཙེ་མ་ཙེ་མ་ར་ཡའི་དཀའ་ངལ་མང་པོ་འདུག་ཨ་ད་ཤོག་གྲངས་དེ་ལོག་ལ་ངེས་པ་ཡིན་ན་ཧྲག་ཟེར་ལ་ཡོད་ཀྱི་སོ་སོ་ཡིན་ན་དཔེ་ཆ་ཧྲག་ཟེར་ཁ་ཐུག་ང་ཡ་ཡོད་ཀྱི་ད་ཨ་ན་ཅི་ལུང་ཁས་མ་ལེན་གྱི་ཟེར་ཡིན་ན་དཔེ་ཆ་འདི་འདྲས་ཅི་ལ་འདུག་ད་ལུང་འདི་འདྲས་ཅི་འདུག་ད་ཨ་ནི་ཁྱོད་རང་དེ་ཡོད་ན་ག་རེ་བྱས་ཡིན་ཟེར་ཡ་འདྲ་བོ།

ཁྱོད་སྡོམ་ནས་ཨ་ནི་ཆོས་ཐོག་རྒྱས་ཡོད་རེད་ཨ་ནི་འདི་པར་རུ་འདི་ལ་དགའ་ཆེད་ཆོས་ར་ཡག་ག་དུས་ཚོགས་ཀྱི་ཡོད་པ་ཧ་མ་གོ་འདི་པར་རུ་འདི་ལ་ཆོས་མཚམས་ཉི་མ་ག་ཚོད་ཡིན་པ་ཧ་མ་གོ། འདི་འདྲའི་འདུག་ཨ་འདི་སོང་ཙང་ཁོ་འོ་དེ་འདི་ཚོ་ཡང་བློ་ལ་ངེས་པ་བྱེད་དགོས་ཨ་དེ་གལ་ཆེན་པོར་མཐོང་འདུག་རོ་ཨ་སོ་སོ་གྲྭ་ཚང་ནང་ལོགས་ལ་ཆོས་ར་ག་ཚོད་ཡོད་པ་ཆོས་ཐོག་ག་ཚོད་ཡོད་པ་ཆོས་མཚམས་ཉི་མ་ག་ཚོད་ཡོད་པ། ད་དེ་ཧ་གོ་བ་ཡིན་ན་ཡང་ཁོ་དེ་ལ་དཔག་པའི་ཁོ་ལས་འཆར་ཡིན་ནི་རེད་སློབ་པ་སློབ་གཉེར་བྱེད་མཁན་གཅིག་ངོས་ནས་ཤེས་པ་ཡིན་ན་དེ་ལ་དཔག་པའི་གཅིག་གི་ལས་འཆར་བང་བསྒྲིགས་ཡག་ཡིན་ནི་ག་རེ་ཡིན་ནི་ཁོ་ཏན་ཏན་རང་ཁྱད་པར་ཡོང་གི་རེད་བསམ་འདུག་རོ་ཨ། འོང་འདི་ཅིག་བྱེད། དེ་ནས་ད་དུས་ཚོད་འདི་གས་དེ་བློ་ལ་ངེས་པ་ཡིན་ན་ག་འདར་ཁེ་ཕན་དེ་འདྲ་དེ་འདྲ་ཡོད་རེད། འདི་ཞུ་ཡ་ཅིག་བྱེད་རོགས། དཔེ་འདྲ་བོ་ཆ་ཤ་ན་རྗེ་བཙུན་འཇམ་དཔལ་དབྱངས་གར་བཞུགས་པ་དང་རྗེ་རིན་པོ་ཆེ་གིས་རྗེ་བཙུན་འཇམ་དཔལ་དབྱངས་མཇལ་ནས་ཨ་ནི་ཅིག་སྟོང་ཉིད་རྟོགས་མ་ཐུབ་ཡ་ལ་ཡ་ཅིག་སྐུ་ངལ་འདྲ་བོ་ཅིག་ཡག་ཞུས་ཡོང་དུས་ཨ་ནི་རྗེ་བཙུན་འཇམ་དཔལ་དབྱངས་ཀྱི་ཚོགས་བསགས་དགོས་ཀྱི་འདུག་ཨ་ནི། དེ་ལ་བརྟེན་ཅག་ནི་རྗེ་རིན་པོ་ཆེ་གི་མེ་འབྲས་ག་ཚོད་ཡིན་ན་བཅུད་ཕུལ་རེ། ཕྱག་ག་ཚོད་ཡིན་ན་ཅིག་གྲངས་ཀ་ག་ཚོད་ཡིན་ན་ཚད་རེ་ཟེར་ཡ་ཅིག་སོང་ཡ་ཅིག་འདུག་ཨ། དེ་ཡིན་དུས་ཙམ་མ་ལོས་ཨ། དེ་ནས་གཞི་ནས་རྗེ་རིན་པོ་ཆེ་གི་ཏོག་ཉིད་ཏོག་རེ་ཟེར་ཡ་ཅིག་དེ་འདྲའི་ཡང་ལོ་རྒྱུས་དེ་འདྲའི་སོང་ཡ་འདུག་ཨ། དེ་ཡིན་དུས་རྗེ་རིན་པོ་ཆེ་གི་ཏོག་ཉིད་ཏོག་ཡའི་དུས་ཚོད་དེ་ཚོ་ག་དུས་རེད་ཨ། ཏོག་ཉིད་ཏོག་ཡ་གི་དུས་ཚོད་ད་ག་རང་ལ་རྗེ་རིན་པོ་ཆེ་བཀའ་དྲིན་དྲན་ཨ། དེ་ལ། དེ་ནས་སྨོན་ལམ་རྒྱབ་བདུད་རྩི་བྱེད་པ་ཡིན་ན་ཁོ་ག་རེ་ཡིན་ན་ཁོ་དགེ་རྩ་ཟ་ཡ་དང་ག་རེ་ཡིན་ན་ཁོ་ཅིག་གི་དོན་དག་སྒྲུབ་ཡ་དང་ཨ་ནི་དོན་དག་ཤུགས་ཆེན་པོ་ཞུ་བ་མ་སྒྲུབ་པ་ཡིན་ན་སོ་སོ་དམིགས་བསལ་གྱི་དགེ་རྩ་ཁྱད་པ་ཅན་ཟ་ཡ་ཅིག་འདུག་ད་བརྒྱ་ཆ་བརྒྱ་ཐམ་པ་ཡིད་ཆེས་བྱས་པ་ཡིན་ན་ཁོ་འཇིགས་སྐུལ་བར་བ། སོང་ཙང་ངས་ད་རིང་ད་དུས་ཚོད་བློ་ལ་ངེས་པ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཡིན་པ་དེ་ད་ང་རང་ང་རང་སྒེར་གྱི་ཡ་ནི་བསམ་ཚུལ་འདྲ་པོ་འདུག་ཅེས་སྙིང་བསྡུས་ཀྱིས་ཞུས་པ་ཡིན་ན་ཨ་རྣམ་པ་ཚོ་ལ་ཡང་ཐུགས་ཕན་གསོས་ཡ་གི་ཐུགས་ཕན་གསོས་ཀྱི་རེད་བསམ་སོ་ལགས་སོ། ད་དེ་རིང་སྙིང་བསྡུས་འདྲ་པོ་ཞིག་ཞུས་པ་ཡིན་ན་དུས་ཟིན་དེ་ནས་བརྙན་ཐུང་དེ་ད་རིང་པོ་རིང་པོ་བཞུགས་དེ་འདྲ་ཆགས་འགྲོ་ཡ་ན་མཐའ་འཁོར་ཡག་པོ་ཟིག་ཁེལ་མི་འདུག་ཡང་དེ་ཡས་རྣམ་པ་ཚོ་སེང་སིང་ནང་ཡ་ལ་གོ་ངེས་འཕྲད་ཀྱི་རེད་བ། ལགས་སོ། དེ་ནས་རྣམ་པ་ཚོ་སླར་ཡང་ལས་ཚན་རྗེས་མའི་ནང་མཇལ་ཆོག་བ་ཆེ་ཨ་དེ་རིང་གི་བརྙན་ཐུང་དེ་བཀའ་མོལ་ཞུ་ཡ་གི་བརྙན་ཐུང་དེ་ད་རང་ཡིན་ཨ་འདི་ལ་ཡ་མཚམས་བཞག་ཆོག་བ་ཆེ་ཐུགས་ཆེ་གནང།